དེ་ནི་བུམ་པ་སྟེ་སྣང་སྲིད་གཉིས་ཀྱི་འདས་བྱས་པའི་གསལ་བ་ཡིན་པར་ཁས་བླངས་ན་རྒྱུ་མཚན་མཚུངས་པ་ཡིན་དུས་སྣང་སྲིད་གཉིས་ཀྱི་འདས་བྱས་པའི་སྣང་བ་ཡང་ཡིན་དགོས་རེད་ཟེར་ནས་བཤད་རྒྱུ་ཡིན་པ་ལ་སྣང་བ་ལ་མཚུངས་པར་སྣང་བ་ལ་མཚུངས་པར་ཐལ་བ་ཞེས་པ་རེད། མདོར་ན། གཞན་སེལ་ཟེར་ན་སྣང་སྲིད་གཉིས་ཀྱི་འདས་བྱས་པའི་གསལ་བ་དེ་རེད། བྱས་ཙང།

དེ་ཁྱེད་རང་གི། སྣང་སྲིད་བུམ་པ་དེ། སྣང་སྲིད་གཉིས་ཀྱི་འདས་བྱེད་པའི་སར་བ་ཡིན་ན། རྒྱུ་མཚན་མཚུངས་པ་ཡིན་དུས་བུམ་པ་དེ་སྣང་སྲིད་གཉིས་ཀྱི་འདས་བྱེད་པའི་སྣང་བ་ཡང་ཡིན་དགོས་ཀྱི་རེད་ཟེར་ནས་བཤད་རྒྱུ་ཡིན་པ་ལ། སྣང་བ་ལ་མཚུངས་པར་ཐལ་བ་ཞེས་པ་རེད། དེ་ལ་རྩ་བ་དང་འབྲེལ་བ་གཉིས་ལས་རྩ་བ། དང་པོ་རྩ་བ་ནི་སྲིད་པ། སྣང་བའང་དོན་ལ་ཡོད་པར་མཚུངས་འདོད་ན་ལོང་བ་རྒྱུན་ཆད་འགྱུར་བར་བཤད་པ་རེད། སྣང་བའང་ཟེར་ན་ཆོས་ཅན། དེའི་ཤུགས་མཉམ་ཤུགས་ལ་ཐལ་བ། དོན་ལ་ཡོད་པར་མཚུངས་ཟེར་ན་རྟགས། འདོད་ན། ལབ་བྱུང་ན་ཐལ་འགྱུར་ལ། ལོང་བ་རྒྱུན་ཆད་ཤུ་རུ། དེ་ནི་དམ་བཅའ་ལ། ཚད་མེད་གསལ་བ་ཞུགས་དྲུག་རེད། ད་སྣང་བའང་ཟེར་དུའང་འདྲ་སྟེ་ག་རེ། དེ་ནི།

ད་དེ་ག་སུ་རེད། སྣང་བ་ཨང་ཟེར་དུས། ཆོས་ཅན་དང་ཐར་པ་མཉམ་དུ་བཤད་སོང་བ་རེད་བྱས་ཙང་སྣང་བ་ཨང་ཟེར་ན་ཆོས་ཅན་དང་ཐར་པ་མཉམ་དུ་བཤད་ནས། ད་བུམ་པ་དེ། སྣང་སེལ་གཉིས་ཀྱི་འདས་ཕྱི་པའི་སྣང་བ་ཡང་ཡིན་པར་ཐལ་ཟེར་བ། དོན་ལ་ཡོད་པར་མཚུངས་ཟེར་ན། ཨ་ནི། བུམ་པ་ལ། བུམ་པ་དེ། སྣང་སེལ་གཉིས་ཀྱི་འདས་ཕྱི་པའི། གསར་བ་ཡིན་པར་ཁྱེད་རང་ཁས་བླངས་པ་གང་ཞིག་འདི་ཉིད་རྒྱུ་མཚན་སྐལ་པའི་བར་དུ་མཚུངས་པའི་ཕྱིར་ཟེར་བ་རེད། ད་ཡང་རྒྱུར་ཞུས་ན་སྣང་བའང་ཟེར་དུས་དེ་ནི་བུམ་པ་དེ་སྣང་སེལ་གཉིས་ཀྱི་ཟླས་ཕྱེས་པའི་སྣང་བ་ཡང་ཡིན་པར་ཐལ་ཟེར་བ་རེད། དོན་ལ་ཡོད་པར་མཚུངས་ཏེ། དེ་ནས་ཁྱེད་རང་གིས་བུམ་པ་དེ་སྣང་གསལ་གཉིས་ཀྱི་འདས་བྱེད་པའི་གསལ་བ་ཡིན་པར་ཁས་བླངས་པ་གང་ཞིག། ཁོ་གཉིས་རྒྱུ་མཚན་བསྐལ་པའི་བར་དུ་མཚུངས་པའི་ཕྱིར་ཟེར་བ་རེད། དང། ཐལ་འགྱུར་འདོད་ན་ཟེར་དུས། བུམ་པ་དེ་སྣང་གསལ་གཉིས་ཀྱི་འདས་བྱེད་པའི་སྣང་བ་ཡིན་སྣང་བ་ཡང་ཡིན་པར་ཐལ་ཟེར་བ་ལ་འདོད་ཟེར་བྱུང་ན། ལོང་བ་རྒྱུན་ཆད་གྱུར་སོ་ཐ་དམ་བཅའ་ལ་ཚེ་འོ་ན་ལོང་བ་རྒྱུན་ཆད་གྱུར་ཏེ། ལོང་བ་རྒྱུན་ཆད་འོ་ན་དེ་ནས་བུམ་པ་མི་འཐུང་མཁན་གྱི་མི་རྩ་བ་ནས་མེད་པར་ཐལ། དེ་ནས་བུམ་པ་དེ་སྣང་སེལ་གཉིས་ཀྱི་འདས་ཕྱི་པའི་སྣང་བ་ཡིན་པར་ཁས་བླངས་པའི་ཕྱིར། གལ་སྲིད་བུམ་པ་ཁོ་རང་རང་ལ་སྣང་སེལ་གཉིས་ཀྱི་བུམ་པ་ཁོ་རང་རང་སྣང་སེལ་གཉིས་ཀྱི་འདས་ཕྱི་པའི་སྣང་བ་ཡིན་ན་བུམ་པ་ཁོ་རང་རང་གསལ་བར་སྣང་བའི་ཆ་རེད།

བུམ་པ་དེ། བུམ་པ་དེ། སྣང་སེལ་གཉིས་ཀྱི་འདས་བྱས་པའི་སྣང་བའང་ཡིན་པར་ཐལ། སྲིད་བར་དོན་ལ་ཡོད་པར་མཚུངས་ཏེ། བུམ་པ་དེ་སྣང་སེལ་གཉིས་ཀྱི་འདས་བྱས་པའི་གསལ་བ་ཡིན་པར་ཁས། ཁས་བླངས་པ་གང་ཞིག་གུ་ཉིད་རྒྱུ་མཚན་སྐལ་པའི་བར་དུ་མཚུངས་པའི་ཕྱིར། སྲིད་བར་ནི་འདོད་ན་ཐལ་འགྱུར་འདོད་ཟེར་གྱུར་ན་ལོང་བ་རྒྱུན་ཆད་ཁྱུར་ཏེ། འོ་ན། དེ་ནི་འཇིག་རྟེན་ཁམས་ན་གཟུགས་མི་མཐོང་གིན་མི་བསུ་གང་མེད་པ་ཐག་ཟེར་བ་རེད། ག་རེ་ཟེར་ན། འཇིག་རྟེན་ཁམས་ན་བུམ་པ་མི་མཐོང་གིན་མི་བསུ་གང་མེད་པར་ཐལ། བུམ་པ་ཁོ་རང་རང་སྣང་སེམས་གཉིས་ཀྱི་འདས་ཕྱི་པའི་སྣང་བ་ཡིན་པར་ཁས་བླངས་པ་ཡིན་ཁས་བླངས་པའི་ཕྱིར་ཟེར་བ། ཡན་ན་བུམ་པ་ཁོ་རང་རང་དེ་ནི་བུམ་པ་གསལ་བར་སྣང་བ་དེ་ཁོའི་གནས་ལུགས་ལ་ཡོད་པར་ཁས་བླངས་པའི་ཕྱིར་ཟེར་བ་ལ་གཅིག་པ་རེད། སྐྱོན་འདི་ཡོང་གི་རེད་ཟེར་བར་ཁོ་གར་སོང། བུམ་པ་དེ་སྣང་སྲིད་གཉིས་ཀྱི་འདས་ཕྱི་པའི་སྣང་བ་ཡིན་ན། བུམ་པའི་གནས་ལུགས་ལ་བུམ་པ་གསལ་བར་སྣང་བ་དེ་ཡོད་དགོས་ཀྱི་རེད། བུམ་པ་ཁོ་རང་གི་ངོས་ནས་བུམ་པ་གསལ་བར་སྣང་བ་དེ་ཡོད་ན། དེ་ནི་མིག་ལ་སྐྱོན་ཡོད་མེད་སྐད་ཆ་མེད་རེད་དེ་ནི་ཚང་མ་གིས་མཐོང་དགོས་ཀྱི་རེད་མཐོང་ན། ལོང་བ་ཟེར་མཁན་ཞིག་འཛམ་གླིང་ལས་མེད་པ་ཆགས་འགྲོ་གི་རེད་ཟེར་བར་དེ་ནི། བུམ་པ་མ་མཐོང་མཁན་གྱི་ལོང་བ་ཅིག་ཡོད་མ་རེད་དེ་ཆགས་ཀྱི་རེད་ཟེར་བར། རྩ་བ་ཞེས་ད་འབྲེལ་བ་གསར་བ་དོན་ལ་ཡོད་ན་ཟེར་ན་དེ་ནི་རྟགས་རེད། དེ་ནས་སྣང་བ་དོན་ལ་ཡོད་པར་མགོ་བསྒྲེའོ་ཟེར་ན་ཐལ་བ་རེད། དེ་ནི་ཤེས་པ་རེད་བྱས་ཙང་ད་ཡིན་དུས་སྣང་བ་ཡང་དོན་ལ་ཡོད་པར་མགོ་བསྒྲེའོ་སྟེ། བུམ་པ་ཁོ་ར་རང་སྣང་སེལ་གཉིས་ཀའི་འདས་ཕྱི་པའི་སྣང་བ་ཡིན་པར་ཐལ་ཟེར་བ་རེད། གསར་བ་དོན་ལ་ཡོད་ན་སྟེ། བུམ་པ་ཁོ་ར་རང་སྣང་སེར་གཉིས་ཀྱི་འདས་ཕྱི་པའི་ས་བ་ཡིན་པར་ཁྱེད་རང་གིས་ཁས་བླངས་པ་གང་ཞིག་རྒྱུ་མཚན་མཚུངས་པའི་ཕྱིར་ཞེས་བཀོད། འདི་ལ། འདི་འགྲེལ་བ་རྒྱ་ཡིག་འདུག་པ་ལ། སྣང་བའང་དོན་ལ་ཡོད་པར་མཚུངས་ཞེས་ལབ་ཡིག་འདུག་པ་ལ། དེ་ནས། སྣང་བ་ཡང་དོན་ལ་ཡོད་པ་ཟེར་ཏེ། སྣང་བ་དོན་ལ་ཡོད་པ་ཟེར། འབྲས་བུ་ཟེར་ནས་མཚུངས་ཞེས་པའི་གཅིག་པར་དོན་དག་མཚུངས་ཞེས་པའི་འབྲེལ་བ་རེད།

ཨོ། སྣང་བའང་དོན་ལ་ཡོད་པར་ཟེར་ན་ཐལ་བ་རེད། ཨེ་ནི། འདི་ལྟར་གསལ་བ་དོན་ལ་ཡོད་ན་འབྲེལ་འོ་སྙམ་དུ་བྱ་རེ། འབྲེལ་བ་ཤེས་དུས་གསལ་བ་དོན་ལ་ཡོད་ན་དང་པོར་བྱེད། དེ་ནས་དང་པོ་སྣང་བ་དོན་ལ་ཡོད་པར་ཟེར་ཏེ་དང་པོར་བྱེད། གསལ་བ་དོན་ལ་ཡོད་ན་འབྲེལ་འོ་ཟེར། གཉིས་པ་ལ་ཤེས་འབྲེལ་བ་བརྒྱབ་དུས་སྣང་བ་ཡང་དོན་ལ་ཡོད་པར་ཟེར་དང་པོར་བྱེད། དེ་ནི་གསར་པ་དོན་ལ་ཡོད་ན་འདྲེའོ་ལགས་རོ། ད་སྣང་བ་ཡང་དོན་ལ་ཡོད་པར་ཏེ། བུམ་པ་ཁོ་རང་རང། བུམ་པ་ཁོ་ར་བུམ་པ་ཁོ་རང་རང་ཡང་སྣང་གསལ་གཉིས་ཀྱི་འདས་ཕྱི་པའི་སྣང་བ་ཡིན་པར་ཐལ། གསར་བ་དོན་ལ་ཡོད་གསར་བ་དོན་ལ་ཡོད་ན་འདྲེའོ་སྟེ། བུམ་པ་ཁོ་རང་རང་སྣང་སེམས་གཉིས་ཀྱི་འདས་ཕྱི་པའི་གསལ་བ་ཡིན་པར་ཁྱེད་རང་གིས་ཁས་བླངས་པ་གང་ཞིག་རྒྱུ་མཚན་མཚུངས་པའི་ཕྱིར་སྲིད་པ་རེད། འོན་ཏེ་རྟག་རྟག་གོ་རང་འབྲེལ་བ་དེ་བརྒྱད་སྣང་བའང་དོན་ལ་ཡོད་པར་མཚུངས་སེམས་འབྲེལ་བ་བརྒྱད་པ་རེད། དེ་ནས་ཡིན་དུས་ད་འདོད་ན་སེལ་དུས་དེ་ནི་ད་དེ་ཐལ་འགྱུར་དང་འདོད་ལན་སྤྲད་པ་ཡིན་ན་སྲིད་པ་རེད། དེ་ནས་བུམ་པ་ཁོ་རང་རང་སྣང་སེམས་གཉིས་ཀྱི་འདས་ཕྱི་པའི་སྣང་བ་ཡིན་པར་ཁས་བླངས། བུམ་པ་ཁོ་རང་རང། དེ་ནས། བུམ་པ་གསལ་བར་སྣང་བ་ཡིན། དེ་ནི་དོན་ཐམས་ཅད་སྣང་བ་ཡིན་པས། ལོང་བ་རྒྱུན་ཆད་པར་འགྱུར་རོ། ལོང་བ་རྒྱུན་ཆད་པར་འགྱུར་རོ། ཐལ་བ། དོན་ཐམས་ཅད་སྣང་བ་ཡིན་པས་སོགས་བཏགས་རེ། དེ་ནི། ལོང་བ་རྒྱུན་ཆད་པར་འགྱུར་རོ་སྟེ། འོ་ན། བུམ་པ། མི་མཐོང་རྐྱེན་གྱིས་མི་གཟུགས་གང་ཡང་མེད་པར་ཐལ། དོན་ཐམས་ཅད་སྣང་བ་ཡིན་པས་ཏེ། དེ་ནི། བུམ་པའི་གནས་ལུགས་ཁོ་རང་རང་བུམ་པའི་གནས་ལུགས་དེ། བུམ་པ་གསལ་བར་སྣང་བ་དེའི་བར་ཁས་བླངས་པའི་ཕྱིར་ཟེར་བ་རེད། ད་འདི་ལ་འདོད་ན་ཟེར་དུས་དེ་ནི། འོ་ན་བུམ་འོ་ན་བུམ་པ་བུམ་པ་ཡང་འོ་ན་བུམ་པ་ཡང་འོ་ན་བུམ་པ་དེ་བུམ་པ་དེ་སྣང་སེམས་གཉིས་ཀའི་འདས་བྱས་པའི་སྣང་བ་ཡང་ཡིན་པར་ཐལ་ཟེར་བ་ལ་འདོད་ན་ཟེར་བ་རེད། དོན་ཐམས་ཅད་སྣང་བ་ཡིན་པས་ཟེར་ན་རྟགས། ལོང་རྒྱུན་ཆད་པར་གྱུར་སེམས་ལ་ཐར་བ་རེད་ད། ལོང་བ་རྒྱུན་ཆད་དང་པོར་ཡི་ལོང་བ་རྒྱུན་ཆད་པར་གྱུར་ཏེ། འོ་ན། འོ་ན་ཟེར་འོ་ད། འོ་ན། དེ་ནས། བུམ་པ་མི་མཐོང་མཁན་གྱི་འཛམ་བུ་གླིང་ན་མི་སུ་གང་ཡང་མེད་པར་ཐལ། སྲིད་པ་རེད། དོན་ཐམས་ཅད་སྣང་བ་ཡིན་པས་ཏེ། དེ་ནས། བུམ་པ་ཁོ་རང་རང་གི་གནས་ལུགས་དེ། དེ་ནི་བུམ་པ་གསལ་བར་སྣང་བ་དེ་ཡིན་པར་ཁས་བླངས་པའི་ཕྱིར་ཟེར་བ་རེད། འདི་ལ་ཚིག་གཞན་དག་འབྱེད་པ་ཡིན་ན། བུམ་པ་ཁོ་རང་རང། དེ་ནི་སྣང་གསལ་གཉིས་ཀྱི་འདས་ཕྱིས་པའི་སྣང་བ་ཡིན་པར་ཁས་བླངས་པའི་ཕྱིར་ཟེར་དོན་དག་གཅིག་པ་རེད། གར་ལབ་དེ་ནི་དོན་ཐམས་ཅད་སྣང་བ་ཡིན་པས་ཟེར་ན་འགྲེལ་བ་རྒྱབ་དག་གཉིས་འགོར་བ། གཅིག་པ་གཅིག་ཀྱང་རེད། དོན་ཐམས་ཅད་སྣང་བ་ཡིན་པས་ཟེར་ན། བུམ་པ་ཁོ་རང་རང། དེ་ནི་སྣང་གསལ་གཉིས་ཀྱི་འདས་ཕྱིས་པའི་སྣང་བ་ཡིན་པར་ཁས་བླངས་པའི་ཕྱིར་ལབ་ནས་འགྲིག་རེད། ཡང་ན་བུམ་པ་ཁོ་རང་རང། བུམ་པ་ཁོ་རང་རང་ལ། དེ་ནས་བུམ་པ་གསལ་བར་སྣང་བ་གསལ་བར་སྣང་བ་དེ་ཡོད་པར་ཁས་བླངས་པའི་ཕྱིར་ཟེར་དོན་ལམ་གནད་གཅིག་པ་རེད། ད་ཡིན་དུས་ལོང་བ་རྒྱུན་ཆད་པར་འགྱུར་རོ་ས་ཐལ་བས་འོ་ན་འཇིག་རྟེན་ཁམས་འདིར་བུམ་པ་མི་མཐོང་མཁན་གྱི་མི་སུ་གང་ཡང་མེད་པ་ཐག་བར་དོན་ཐམས་ཅད་སྣང་བ་ཡིན་པས་ཏེ། བུམ་པ་ཁོ་རང་རང་སྣང་གསལ་གཉིས་ཀྱི་འདས་ཕྱི་པའི་སྣང་བ་ཡིན་པར་ཁས་བླངས་པའི་ཕྱིར། ད་དེ་འདྲའི་སྐྱོན་ཡོང་གི་རེད།

སྣང་བ་རྟོག་མེད་ཀྱི་འཛིན་སྟངས་ཡེ་དོན་ལ་མེད་དོ་ཟེར་ད་འགྲིག་གི་མ་རེད་ཟེར། སྣང་གསལ་གཉིས་ཀྱི་བདེ་སྐྱིད་པའི་སྣང་བ་དེ། རྟོག་མེད་ཤེས་པའི་འཛིན་སྟངས་རེད། རྟོག་མེད་ཤེས་པའི་འཛིན་སྟངས་ཡིན་དུས། ནི། དོན་རང་མཚན་སྟེང་དུ་ཡོང་ཐུབ་གི་མ་རེད་ཟེར་བཅུག་ནའང་སྲིད་གི་རེད་ད་འདི། དོན་དག་མེད་པའི་སྐད་ཆ་རེད་དེ་ནི། གར་སོ་རེད། འདི། ད་ཁོས་ལན་སྤྲད་པ་རེད་ཁོས་ལན་སྤྲད་དུས་ཁོ་ལ་སྣང་བ་རྟོག་མེད་ཀྱི་འཛིན་སྟངས་ཡིན་པས་དོན་ལ་མེད་དོ་ཟེར་ན། སྣང་སེམས་གཉིས་ཀྱི་བདེ་སྐྱིད་རེད། རྣ་བ་དེ། རྟོག་མེད་ཤེས་པའི་འཛིན་སྟངས་རེད། རྟོག་མེད་ཤེས་པའི་འཛིན་སྟངས་ཡིན་དང་ཡིན་ཙང་དོན་རང་མཚན་དེ་དོན་མེད་དོ་ཞེས་ཟེར་བྱུང་ན་ཟེར་བར། འོ་ན་གཅིག་པ་གཅིག་རྐྱེན་ལ་གསལ་བའང་ཟེར་ན་སྣང་སེམས་གཉིས་ཀའི་བདེ་སྐྱིད་པའི་གསལ་བ་ཡང། རྟོག་པའི་ཤེས་པའི་འཛིན་སྟངས་ཡིན་པས་དེ་ནི་དོན་རང་མཚན་བསྟན་དོན་མེད་དོ་ཟེར་བར། ཁོས་ཟེར་ན། བུམ་པ། བུམ་པ། དེ། བུམ་པ་དེ་ན་སྣང་སེལ་གཉིས་ཀྱི་འདས་བྱེད་པའི་སྣང་བ་ཡོད་མ་རེད། ག་རེ་རེད་ཟེར་ན། སྣང་སེལ་གཉིས་ཀྱི་འདས་བྱེད་པའི་སྣང་བ་དེ། དེ་ནི་རྟོག་མེད་ཤེས་པའི་འཛིན་སྟངས་རེད་ཟེར་གྱི་རེད། དེ་ནས་གཅིག་པ་གཅིག་བ་ན་གཅིག་པ་གཅིག་ཀྱང་རེད། ཨ་ནི་བུམ་པ་ལ་སྣང་སེལ་གཉིས་ཀྱི་འདས་བྱེད་པའི་གསལ་བ་དེའང་ཡོང་ཐུབ་ས་མ་རེད། ག་རེ་རེད་ཟེར་ན་སྣང་སེལ་གཉིས་ཀྱི་འདས་བྱེད་པའི་གསལ་བ་དེ་རྟོག་པའི་ཤེས་པའི་འཛིན་སྟངས་རེད། དེ་ནི་གཅིག་པ་གཅིག་རྐྱང་རེད་ཟེར་གི་རེད། བྱས་ཙང་སྣང་བ་རྟོག་མེད་ཀྱི་འཛིན་སྟངས་ཡིན་པའི་དོན་ལ་མེད་དོ་ཟེར་དུས་ད་ཡང་རྒྱུར་ཞུས་ན་ཁོས་ཁོས་ཟེར་གི་རེད་སྣང་གསལ་སྣང་བ་རྟོག་མེད་ཤེས་པའི་འཛིན་དོན་ལ་མེད་དོ་ཟེར་དུས་ཁོ་ན་དོན་ལ་མེད་དོ་དང་སྦྱར་ནས། དོན་ལ་སྣང་བ་མེད་དོ། རྟོག་མེད་ཤེས་པའི་འཛིན་སྟངས་ཡིན་པས་ལམ་ནས་འགྲིག་གི་རེད་སྣང་བ་མ་ཁྱེར་འོང་ནས། སྣང་བ་དོན་ལ་དོན་ལ་ཟེར་ན་ད་བུམ་པ་རེད། བུམ་པ་ལ། དེ་ནས་སྣང་སེར་གཉིས་ཀྱི་འདས་བྱིས་པའི་སྣང་བ་ཡོད་མ་རེད་ཟེར་བ་རེད། ཡང་ན། བུམ་པའི་གནས་ལུགས་ལ་སྣང་སེར་གཉིས་ཀྱི་འདས་བྱིས་པའི་སྣང་བ་ཡོང་ཐུབ་གི་མ་རེད་ཟེར་བ་རེད། ཡང་ན། བུམ་པའི་གནས་ལུགས་ལ་བུམ་པ་གསར་པར་སྣང་བ་ཟེར་ངེས་ཏེ་ཡོང་ཐུབ་གི་མ་རེད་ཟེར་བ་ག་རེ་རེད་ཟེར་ན། དེ་ནས། རྟོག་མེད་ཤེས་པའི་འཛིན་སྟངས་ཟེར་ན་སྣང་བ་ཟེར་ངེས་ཏེ། རྟོག་མེད་ཤེས་པའི་འཛིན་སྟངས་རེད་ཟེར་བ་རེད། ད་དོན་ལ་མེད་དོ་ཟེར་གོ་བ་གཅིག་གླེང་བསྐོར་བ། བུམ་པ་ཁོ་རང་ལ་རང་ལ་སྣང་སེམས་གཉིས་ཀྱི་འདས་ཕྱི་བའི་སྣང་བ་ཡོད་མ་རེད་ཟེར་བ། ད་འདིའི་གོ་བ་ག་རེད། བུམ་པ་ཁོ་རང་རང་ལ་སྣང་སེམས་གཉིས་ཀྱི་འདས་ཕྱི་བའི་སྣང་བ་ཡོད་མ་རེད་གོ་བ་འདྲ་པོ་དེ་བུམ་པ་ཁོ་རང་རང་ལ་བུམ་པ་ཁོ་རང་རང་གི་གནས་ཚུལ་ལ་གཟུགས་བུམ་པ་གསར་བར་སྣང་བ་དེ་ཡོད་མ་རེད་ཟེར་བ། བུམ་པ་ཁོ་རང་རང་གི་གནས་ཚུལ་ལ། བུམ་པ་གསལ་བར་སྣང་བ་དེ་ཡོད་མ་རེད་ག་རེད་ཟེར་ན། བུམ་པ་གསལ་བར་སྣང་བ་ཟེར་ངེས་དེ་བུམ་འཛིན་རྟོག་པའི་བུམ་འཛིན་རྟོག་མེད་ཤེས་པའི་འཛིན་སྟངས་རེད་ཟེར་གོ་རེད། དེ་ཁ་གསལ་པོ་ཟེར་ན་འདུག་ཟེར་རེད། ཨ་ནི་བུམ་པ་ཁོ་རང་རང་ལ་བུམ་པ་གསལ་བར་སྣང་བའི་བུམ་པ་གསལ་བར་སྣང་བ་དེ་ཡོད་མ་རེད་ག་རེད་ཟེར་ན། བུམ་པ་གསལ་བར་སྣང་བ་ཟེར་ངེས་དེ་བུམ་འཛིན་རྟོག་མེད་ཤེས་པའི་འཛིན་སྟངས་རེད་ཨ་ནི་ཁོའི་གནས་ལུགས་ལ་ཡོང་ཐུབ་གི་མ་རེད་ཟེར་ན་གཅིག་པ་གཅིག་རྐྱང་རེད་ཟེར། གསལ་བ་ཡང་རྟོགས་པའི་ཤེས་པའི་འཛིན་སྟངས་ཡིན་པས་དོན་ལ་མེད་དོ། དོན་ལ་མེད་དོ་ཟེར་ན་འོ་ན། བུམ་པ་ལ་སྣང་སེར་གཉིས་ཀྱི་འདས་བྱས་པའི་གསལ་བ་དེའང་ཡོང་སྲིད་ཀྱི་མ་རེད། ག་རེད་ཟེར་ན། སྣང་སེར་གཉིས་བྱས་པའི་གསལ་བ་དེའང། རྟོགས་པའི་ཤེས་པའི་འཛིན་སྟངས་ཡིན་དུས་བུམ་པ་རང་མཚན་གྱི་གནས་ལུགས་ལ་ཡོང་ཐུབ་ཀྱི་མ་རེད། ཟེར་བ་རེད། འོ་འདི་ཤེས་པ་རེད། དེ་ནས་ཁོ་བོས་ལན་གཅིག་སྤྲད་ཡང་ཁོས་འདུག། གཅིག་སྐྱོན་གཅིག་སྐྱོན་གཅིག་འདི་བྱས་པ་རེད་ད་སྐྱོན་རྒྱུ་གཉིས་པ། ང་རང་ཚོ་ཕ་སྐྱོན་རྒྱུ་དེ་བས་གལ་ཏེ་ས་བ་དོན་ལ་ཡོད་ན་ཡོད་པའི་ཚེ་དོན་ཆེན་ནུས་པ་ཡིན་པའི་དངོས་པོར་འགྱུར་རོ་ཨུས་བར་དུ་འགྲོ་རེ་ཡང་གསལ་བ། འདི་གསལ་བ་ཟེར་ངེས་དེ་ཆོས་ཅན་རེད། ཡོད་པའི་ཚེ་ཀྱི་དོན་ཆེན་ནུས་པ་ཡིན་པས་ཟེར་གི་དེ་དེ་རེད་གང་སོ་རེད། དེ་ནས། དེ་ག་སོ། ཐ་བ་རེད།

ཅེས་ད་ལྟ་གསལ་བ་ཟེར་ན་གསལ་བ་སྟེ། སྣང་སེལ་གཉིས་ཀྱི་འདས་ཕྱིས་པའི་གཞན་སེལ་ཆོས་ཅན། ད་དང་པོར་གསལ་བ་ཞེས་གཉིས་པ་ལ་ཡོད་པའི་ཚེ་དོན་བྱེད་ནུས་པ་ཡིན་པས་ཤེས། གསུམ་པ་ལ་དོན་ལ་ཡོད་ན་ཟེར་ཞེས་བཞི་པ་ལ་དངོས་པོར་འགྱུར་རོ་ཞེས་ཡིན་དུས་ཨ་ནི་གལ་ཏེ་གསལ་བ་སྟེ་གཞན་སེལ་ཆོས་ཅན། ཡོད་པའི་ཚེ་གཉིས་དོན་བྱེད་ནུས་པ་ཡིན་པས་ཏེ། དོན་རང་མཚན་ཡིན་པར་ཐག་བ་རེད། དོན་ལ་ཡོད་ན་དེ་ནི་གཟུགས་ལ་ཡོད་པར་ཁས་བླངས་པའི་ཕྱིར་གསལ་བ་ཟེར་ད། གསལ་བ་ཆོས་ཅན་རོ་གལ་ཏེ་གསལ་བ་གལ་ཏེ་གསལ་བ་དེ་དེ་ནི་གཞན་སེལ་ཆོས་ཅན་ཡོད་པའི་ཚེ་དོན་བྱེད་ནུས་པ་ཡིན་པས་ཏེ་གཟུགས་རང་མཚན་ཡིན་པར་ཐག་བ་རེད། དོན་ལ་ཡོད་ན་སྟེ་དེ་ནི་དོན་རང་མཚན་ཁོ་རང་རང། གཞན་སེལ་ཡིན་པར་ཁྱེད་རང་གིས་ཁས་བླངས་པའི་ཕྱིར་གཟིགས་བ་རེད། འདོད་ཟེར་བ་ཡིན་ན་དངོས་པོར་འགྱུར་རོ་ཟེར་བ་ན། གཞན་སེལ་ཆོས་ཅན། དེ་ནི། དངོས་པོ་ཡིན་པ་ཐ། དེ་ནི་གཟུགས་རང་མཚན་ཡིན་པར་ཁས་བླངས་པའི་ཕྱིར་ཟེར་འགྲོ་ཡ་རེད། ད་འགྲོ་དང་འདྲ་བ་གལ་ཏེ་སལ་བ་ཟེར་ན་ཆོས་ཅན། དོན་ལ་ཡོད་ན་ཟེར་ན་ཐལ་བ། ཡོད་པའི་ཚིག་ནི་དོན་གྱི་ནུས་པ་ཡིན་པས་ཟེར་ན་མ་རེད། དོན་ལ་ཡུལ་སྣང་ཟ་བཏགས་ཡོད་པའི་ཚེ་དོན་གྱི་ནུས་པ་ཡིན་པས་ཟ་ཐལ་བ། གདོད་ནས་དངོས་པོར་འགྱུར་རོ་ཟེར་ན་དེ་ནི་ཚད་མའི་གསལ་བ་ཞུ་དག་རེད་ད། ཡང་བརྗོད་ཞུས་ན། གལ་ཏེ་གསལ་བ་སྟེ། དེ་ནི་གཞན་སེལ་ཆོས་གཞན་སེལ་བ་རེད། ཡོད་པའི་མཚན་ཉིད་དོན་གྱི། ཡོད་པའི་མཚན་ཉིད་དོན་གྱི་ནུས་པ་ཡིན་པས་ཏེ། གཟུགས་རང་མཚན་ཡིན་པ་ཐལ་ཟེར་བ་རེད། དོན་ལ་ཡོད་ན་སྟེ། གཟུགས་རང་མཚན་གྱི་གནས་ལུགས་ཡིན་པར་ཁས་བླངས་པའི་ཕྱིར། ད་ཐང་རྒྱུད་ལ་གཟུགས་རང་མཚན་ཡིན་པ་ཐགས་སུ་འདོད་དོ་ཟེར་བ་ཡིན་ན་དངོས་པོར་འགྱུར་རོ་འོ་ན་གཞན་སེལ་ཆོས་ཅན། དངོས་པོ་ཡིན་པ་ཐགས་གཟུགས་རང་མཚན་ཡིན་པར་ཁས་བླངས་པའི་ཕྱིར། འདོད་ཟེར་བ་ཡིན་ན་གསལ་བ་ཡིན་པ་ཉམས་འགྲོ་དེ་བཞིན་གསལ་བ་ཡིན་པ་ཉམས་ད་དེ་གཞན་སེལ་རེད་ཡོད་མ་རེད། འོ་འདི་ཤེས་སོང་རོ། ད་འདི་སྐྱོན་བརྗོད་བྱེད་ད་འདི་ལ་ཁོས་ལན་ཐུབ་འདི་རེ་ལ་ཁོས་ལན་སྤྲད་དངོས་མེད་ལ་དངོས་མེད་ལ་ཡོད་པའི་མིང་འདོག་ཟེར་ད་འདི་སྐྱོན་གོ་མ་རེད་ཟེར་ང་ཚོས་ད་འདྲ་ལས་ཏེ། སྤྱིར་ད་ནི་དངོས་མེད་རེད་དེ། དེ་ལ་དངོས་པོ་མིང་བཏགས་བྱས་པ་ཙམ་ཡིན་ཟེར་བ་རེད། དེ་ནས་ད་སྤྱིར་ད་ནི་གཞན་སེལ་ཟེར་གི་འདི་དངོས་མེད་རེད་དེ། ཡིན་ན་ཡང་དངོས་པོ་ལ་ཡོད་ཟེར་ལབ་བཞག་པ་ཙམ་ཡིན་སྲིད་གོ། རྟ་ཁོས་ཅི་ལྟར་ན་གཞན་སེལ་དེ་དངོས་མེད་རེད་རེད་དེ། ཡིན་ན་ཡང་དངོས་པོ་ལ་ཡོད། དེ་ནི། དེ་ནི། དངོས་མེད་དེ་ལ་དངོས་པོའི་མིང་བཏགས་བཞག་པ་ཡིན་སྲིད་ལབ་ན། དེ་འགྲིག་གི་མ་རེད་ཟེར་ཁྱེད་རང་དངོས་མེད་ལ་དངོས་པོའི་མིང་བཏགས་བཞེད་པ་དེ་འདྲ་ཡིན་ན། གཟུགས་ཅན་ལ་ནམ་མཁའ་ཡོད་པར་མཚུངས་པར་འགྱུར་རོ་ཟེར་ན། གཟུགས་ལ་ནམ་མཁའི་མིང་བཏགས་ན། དེ་ནས་ནམ་གཟུགས་ལ་ནམ་མཁའི་མི་ཡང་རྟག་ཆོག་པར་རྒྱུ་མཚན་མཚུངས་པ་རེད་ཟེར་བ་རེད། དེ་ལྟ་ན་ཟེར་དེ་ལྟ་ན་ཟེར་བ་ད། གཟུགས་ལ་ནམ་མཁའི་མིང་རྟག་ཆོག་ཟེར་བ་ཡིན་ན་ཟེར་བ་རེད། དེ་ནས་ཡོད་མེད་ཀྱི་ཐ་སྙད་ཐམས་ཅད་འཆོལ་བར་འགྱུར་རོ་ཟེར་དེ་ནི་ཁྱེད་རང་གིས་དངོས་མེད་ལ་དངོས་པོའི་མིང་བཏགས་པ་ཡིན་དུས་ཁྱེད་རང་ལ། དེ་ནི། དངོས་པོ་དངོས་མེད་ཀྱི། དངོས་པོ་དངོས་མེད་ངོས་བཟུང་རྒྱུ་མེད་པ་ངོས་བཟུང་རྒྱུ་མེད་པར་ཆགས།

གཟུགས་ཅན་ལ་ནམ་མཁའ་ཡོད་པར་མཚུངས་ཤིང་འོ་ན་གཟུགས་ལ་ནམ་མཁའ་ཟེར་མིང་བཏགས་ན་ཡང་དེ་ནི་བཏགས་ཆོག་པ་ཆགས་འགྲོ་རེད་རྒྱུ་མཚན་མཚུངས་སོ་དེ་ལྟ་ན་འོ་ད་འདི་ཁས་ལེན་གྱི་ཡིན་ཟེར་བ་ཡིན་ན། ཡོད་མེད་ཀྱི་ཐ་སྙད་ཐམས་ཅད་ཤོར་བར་གྱུར་རོ་ཟེར། ཁྱེད་རང་དངོས་མེད་ལ་དངོས་པོ་མིང་བཏགས་ཚར་བ་ཡིན་དུས་ད་ཁྱེད་རང་གི་དངོས་པོ་དངོས་མེད་ཀྱི་དབྱེ་འབྱེད་མེད་པ་ཆགས་འགྲོ་ཁྱེད་རང་ལ་དག་ན་ཤིང་གཟུགས་ལ་དེ་ནས་ནམ་མཁའ་མིང་བཏགས་པ་ཡིན་དུས་གཟུགས་གཟུགས་མེད་ཀྱི་རྣམ་གཞག་མེད་པ་ཆགས་འགྲོ་རེད་ཟེར་བ་རེད། དེས་ན་གཞན་སེལ་དམ་པའི། བློ་ཡི་འཇུ་ཚུལ་ཡིན་པས། དོན་དག་གཅིག། སྒྲ་དང་རྟོག་པའི་བྱེད་པ་ཕན་ཚུན་བསྲེ་བ་དང་འབྱེད་པ་ཡིན་ལ། དོན་དག་གཅིག། མདོར་ན། དེར་བ། དེས་ན། གཞན་སེལ་དམ་བློ་ཡི་འཇུག་ཚུལ། དོན་དག་གཅིག། སྒྲ་དང་རྣམ་པར་རྟོག་པའི་བྱེད་པ་ཕན་ཚུན་བསྲེ་བ། དོན་དག་གཅིག། འབྱེད་པར་བྱེད་པ་ཡིན་ལ། དོན་དག་གཅིག།

ཐ་དད་གཅིག་ཏུ་བསྡུ་བ། འབྱེད་པར་བྱེད་པ་གཅིག་ཐ་དད་དུ་འབྱེད་པའི་ལས་ཀ་དེ་ཡིན་ལའང་ཟེར་བ་རེད། དོན་རྣམས་ནི་རང་གི་ངོ་བོ་ཇི་ལྟར་ཡོད་པ་ལྟར་གནས་པའི་ཕྱིར་ཏེ། དོན་རང་མཚན་རྣམས་ནི། དེ་ནི། དེ་ག་སོ་རེ་ཡུལ་དུས་རང་བཞིན་རྩ་བ་རང་ནས་མ་འདྲེས་པར་རང་རང་གི་ས་ན་གནས་མཁན་དེ་གནས་མཁན་དེ་གནས་མཁན་དེ་ཡིན་པའི་ཕྱིར་ན་གསལ་བའི་བདག་མེད་ཟེར་དོན་ལ་གཞན་སེལ་ཡོད་མ་རེད་ཟེར་བ་རེད། འོ་འདི་ཞེས་ད་གསུམ་པ་སོ་སོའི་རྣམ་གཞག་རེད་སོ་སོའི་རྣམ་གཞག་ཞེས་པ་ལ། སོ་སོའི་རྣམ་གཞག་ལ། དེ་ནས་དངོས་པོ་གཞན་སེལ་དང་དངོས་མེད་གཞན་སེལ་གཉིས་བྱུང་བར་དེ་སྐབས་ལ། དེ་མཉམ་དུ། ད་དུང་ད་འདྲ་འདི་ཡོང་གི་འདུག་བ་ལ། མེད་དགག་དང་མ་ཡིན་དགག་གཞན་སེལ་ཟེར་ཡས་ཡོང་གི་འདུག་ད་གསུམ་པ་སོ་སོའི་རྣམ་གཞག་ལ་དངོས་པོའི་དངོས་པོ་གཞན་སེལ་དང་དངོས་མེད་གཞན་སེལ་གཉིས་ལས། དང་པོ་ཤེས་གི་རེད། དང་པོ། ཡོད་པའི་སྒྲ་དང་བློ་གཉིས་འཇུག་ཚུལ་གཅིག་པས་ཟེར་ན།

དེ་ནི་ཕྱོགས་གཅིག་ཏུ་བརྗོད་ནའང་ཟེར་ན་ཡང་ནི། དངོས་པོ་མངོན་དུ་བྱེད་པའི་སྒྲ་སྟོབས་ཀྱིས་དངོས་ཡུལ་གཞན་སེལ། དངོས་པོ་གཞན་སེལ་ཟེར་ངེས་ཏེ་མཉམ་དུ་ཞེས་བྱ་བ་ཡིན་ནའང་སྲིད་པ་རེད། ད་དང་པོ་ཟེར་ཏེ། དེ་ནི། དང་པོ་ཟེར་ཏེ་འདི་རེད་དང་པོ། དེ་ནི་དངོས་པོ་གཞན་སེལ་ལས་བཤད་ཀྱི་ཡོད་རེད། དངོས་པོ་གཞན་སེལ་བཤད་ཀྱི་ཡིན་སྲིད་པ་རེད། ད་དངོས་པོ་གཞན་སེལ་བཤད་པའི་སྐབས་སུ་གཉིས་ཡོད་རེད་བ། ཡོད་པར་སྒྲ་ཡིས་གཞན་སེལ་ཡོད་པར་བློ་ཡིས་གཞན་སེལ་སེལ་ཡིན། དངོས་པོ་བློ་ཡིས་གཞན་སེལ་དངོས་པོ་སྒྲ་ཡིས་གཞན་སེལ་ཟེར་བ་འདིར་བཤད་དུས། ད་ཡོད་པའི་སྒྲ་དང་བློ་གཉིས་རྒྱུ་ཚུལ་གཅིག་པས་ཏེ། དངོས་པོ་དངོས་ཡུལ་དུ་བྱེད་མཁན་སྒྲ་རྟོག་གཉིས། དེ་ནི་འཛིན་སྟངས་གཅིག་པ་ཡིན་དུས། འཛིན་སྟངས་གཅིག་པ་ཡིན་དུས། དེ་ནི་དངོས་པོ་དངོས་ཡུལ་དུ་བྱེད་མཁན།

དེ་ནི་ཇི་ལྟར། དང་པོ་ཡོད་པའི་ཡོད་པ་ཡོད་པའི་སྒྲ་དང་བློ་གཉིས་འཇུག་ཚུལ་གཅིག་པའི་ཕྱོགས་གཅིག་ཏུ་བརྗོད་ན། ད་མདོར་ན་འདིའི་བར་དུ་དོན་དག་སྡོམ་ཞན་འགྲིག་རེད། དེ་ནས། ཡོད་པའི་སྒྲ་དང་ཡོད་པའི་སྒྲ་དང་བློ་གཉིས་འཇུག་ཚུལ་གཅིག་པའི་ཕྱོགས་གཅིག་ཏུ་བརྗོད་ན་སྟེ། དེ་ནས། དངོས་པོ་དངོས་ཡུལ་དུ་བྱེད་མཁན་སྒྲ་རྟོག་གཉིས་ཀྱིས། དངོས་ཡོད་དངོས་པོ་གཞན་སེལ་ཏེ་མཉམ་དུ་ཤེས་བྱ་བ་ཡིན་ནའང་སྲིད་པ་རེད། ཨེ་ནི། གཉིས་ཡོད་ཟེར་གཉིས་ཡོད་གཉིས་གཉིས་ཡོད་ཟེར་བ་གཉིས་ཡོད་གཉིས་པོ་ཟབ་ཆོས་གཉིས་གཉིས་པོ་དེ་ག་རེད་ཟེར་མཚན་ཉིད་དང་དབྱེ་བའོ་ཟེར་བ་རེད། ད་དང་སོ་སོའི་དོན་དུ་ཟེར་ནས་ཕ། ཨེ་ནི། རྟགས་བརྒྱབ་བྱས་ནས། ད་དང་པོ་རེད་མཚན་ཉིད་ག་རེད་དང་པོ་མཚན་ཉིད་དངོས་པོའི་གཞན་སེལ་གྱི་མཚན་ཉིད། དེ་ག་ལ་དང་པོ་ཡོད་པའི་སྒྲ་དང་བློ་གཉིས་འཇུག་ཚུལ་གཅིག་པས་སེལ་དོན། ཕྱོགས་གཅིག་ཏུ་བཤད་དགོས་པའི་རྒྱུ་མཚན་རེད། དེ་ནས། ད་དང་པོ་ཟེར་ཏེ་དང་པོ་དངོས་པོ་གཞན་སེལ་ལས་བཤད་མཁན་ཡིན་སྲིད་པ་རེད། ད་དངོས་པོ་གཞན་སེལ་ལས་གཉིས་ཡོད་རེད་བ། དངོས་པོ་སྒྲ་ཡི་གཞན་སེལ་དང་དངོས་པོ་བློ་ཡི་གཞན་སེལ་གཉིས་ཡོད་རེད། དེ་གཉིས་ཀར་བཤད་མཁན་ཡིན་པས་ཟེར་ན་གཉིས་ཀར་བཤད་དགོས་ཡ་གལ་ཡོད་མ་རེད། དེ་ནས་མཉམ་དུ་བཤད་བཤད་ན་འགྲིག་རེད་ཟེར་བ་རེད། གང་ཡིན་ཟེར་ན་ཡོད་པའི་སྒྲ་དང་བློ་གཉིས་འཇུག་ཚུལ་གཅིག་པས་ཟེར་ན། ཡོད་པ་སྒྲ་ཡི་གཞན་སེལ་དང་ཡོད་པ་བློ་ཡི་གཞན་སེལ་གཉིས་ཕུགས་ཀྱི་འཛིན་སྟངས་གཅིག་པ་རེད་གཅིག་པ་ཡིན་དུས་ཁོ་གཉིས་ཀྱི་དངོས་ཡོད་དངོས་པོ་གཞན་སེལ་དེ་ཕྱོགས་གཅིག་ཏུ་མཉམ་དུ་བཤད་ཤག་ཡིན་དེ་བཤད་ཤག་པ་ལ་རྩ་བའི་ཟབ་ཆོས་གཉིས་ཏེ་གཉིས་ཏེ་མཚན་ཉིད་དང་དབྱེ་བའོ་ད་དང་པོ་མཚན་ཉིད་ཞེས་པ་མཚན་ཉིད་ཞེས་པ་ལ་རྩ་བ་འབྲེལ་བ་གཉིས་ལས་དང་པོ་མཚན་ཉིད་ནི།

དངོས་པོར་སྣང་བའི་དྲོད་རྟགས་ཟེར་ན་དངོས་པོར་སྣང་བ་རང་རེད། རྟོག་པ་ལ་དངོས་པོར་སྣང་བ་དེར་ལམ་ནས་འགྲིག་ཡོད་རེད་ད། དངོས་པོར་སྣང་བའི་དྲོད་རྟགས་ཟེར་བ་དང་རྟོག་པ་ལ་དངོས་པོར་སྣང་བ་གཉིས་དོན་གཅིག་མིང་རྣམ་གྲངས་རེད། བྱས་ཙང་དེ་ཡིན་དུས་རྟོག་པ་ལ་དངོས་པོར་སྣང་བ་དེ། དངོས་པོའི་གཞན་སེལ་གྱི་མཚན་ཉིད་ཡིན་ཟེར་རྒྱུ་རེད། ཡང་ན། རྟོག་པ་ལ་ག་སོ་རེ་དངོས་པོར་སྣང་བའི་དྲོད་རྟགས་ལམ་ནས་འགྲིག་ཡོད་རེད། དེ་ཡིན་དུས་ག་ལ་ང་ཚོས་དངོས་པོའི་གཞན་སེལ་གྱི་མཚན་ཉིད་ཕྱིས་ཤོག་ཟེར་ན། རྣམ་རྟོག་ལ་དངོས་པོར་སྣང་བ་དེ་ཡིན་ཟེར་རྒྱུ་རེད། དཔེར་ན་རྣམ་རྟོག་ལ་བུམ་པར་སྣང་ན་བུམ་པའི་གཞན་སེལ་བའི་མཚན་ཉིད། རྣམ་རྟོག་ལ་དཀར་བར་སྣང་ན་དཀར་བའི་གཞན་སེལ་བའི་མཚན་ཉིད། ནི་རྣམ་རྟོག་ལ་རི་སྣང་ན་རིའི་གཞན་སེལ་བའི་མཚན་ཉིད་ཡིན་སྲིད་རྒྱུ་རེད་འོ་འདུག་འབྲེལ་བ་རེད། ཨ་ནི་ད་གཅིག་པ་གཅིག་འབྲེལ་བས་སྣང་ན་དག་ར་འདུག་དེ་འབྲེལ་བ་ནི། དངོས་པོའི་གཞན་སེལ་གྱི་མཚན་ཉིད་ནི། དོན་བྱེད་མི་ནུས་པ་དཔྱད་པའོ། དོན་བྱེད་མི་ནུས་པ་དཔྱད་པའོ་ཟེར་ཏེ། ད་འདི་ལ་དག་ར་རེད། དངོས་པོའི་གཞན་སེམས་ཅན་གྱི་ག་རེ་ཡིན་ཟེར་ན་དོན་བྱེད་མི་ནུས་པར་སྤྱོད་པ་སྟེ་དངོས་པོར་སྣང་བའི་གྲོལ་རྟགས་དེ་ཡིན་སྲིད་པ་རེད། ཡང་ན་དེ་ནི་རྣམ་རྟོག་ལ་དངོས་པོར་སྣང་བ་སྟེ། རྣམ་རྟོག་ལ་དངོས་པོར་སྣང་བ་དེ་དངོས་པོའི་གཞན་སེམས་ཀྱི་མཚན་ཉིད་ཡིན་སྲིད་པ་རེད། དེས་ན་ཡུལ་པའི་སྒྲ་དང་རྣམ་པར་རྟོག་པ་ཐམས་ཅད་རྣམ་རྟོག་གི་ཡུལ་ཅན་ཡིན་ནོ་སྟེ། རྒྱུ་མཚན་དེས་ན་དངོས་པོ་དངོས་ཡུལ་དུ་བྱེད་པའི་སྒྲ་རྟོག་ཐམས་ཅད་ཀྱི་དངོས་ཡུལ་དེ་དངོས་པོ་གཞན་སེམས་ཡིན་སྲིད་པ་འདི་ལ། ཡོད་པའི་སྒྲ་དང་རྣམ་པར་རྟོག་པ་ཐམས་ཅད་རྣམ་གཅོད་ཀྱི་ཡོ་བྱད་ཡིན་ནོ་སྟེ། རྒྱུ་མཚན་དེས་ན་དངོས་པོ་དངོས་ཡུལ་དུ་བྱེད་པའི་སྒྲ་རྟོག་ཐམས་ཅད་ཀྱི་དངོས་ཡུལ་དེ་དངོས་པོ་གཞན་སེལ་ཡིན་སྲིད་པ་རེད། ད་དངོས་པོ་གཞན་སེལ་གྱི་མཚན་ཉིད་ཤེས་ཤོག་ཟེར་ན་དངོས་པོར་སྣང་བའི་གྲོ་རྟགས་ལབ་ན་ཏག་ཏག་རེད་དོ་དེ་མང་པོ་ལབ་བ་མ་རེད་དངོས་པོར་སྣང་བའི་གྲོ་རྟགས་ཡིན། ད་འགྲེལ་བ་འདྲ་རྒྱག་པ་བྱུང་ན་གཞི་ནས་དངོས་པོར་སྣང་བའི་གྲོ་རྟགས་ཟེར་དུས། རྣམ་རྟོག་ལ་དངོས་པོར་སྣང་བ་རེད། རྣམ་རྟོག་ལ་དངོས་པོར་སྣང་ཡོང་དུས་སྐབས་ལ་དེ་དངོས་པོ་བསམ་གྱི་རེད་མ་གཏོགས་དངོས་མེད་བསམ་གྱི་ཡོད་མ་རེད། དངོས་མེད་བསམ་མ་ཐུབ་པ་དེ་དེ་ནི་དངོས་མེད་ཕར་བཅད་པ་གི་གྲུབ་འབྲས་དུ་འགྱམ་ཕན་འགྱམ་འཇོམས་དངོས་མེད་ཕར་བཅད་པ་བཀའ་དྲིན་འདྲ་བོ་རེད་ཟེར་དོན་དག་འདྲ་བོ་རེད། ད་ཡིན་དུས་དེ་ནི་དངོས་པོར་སྣང་བའི་གྲུབ་རྟགས་དེ་དངོས་པོའི་གཞན་སེལ་གྱི་མཚན་ཉིད་སྲིད་གོ་རེད་དེ་ནི་ད། ཡོད། དངོས་པོ་དངོས་ཡུལ་དུ་བྱེད་མཁན་སྒྲ་ཡོད་རེད། དངོས་པོ་དངོས་ཡུལ་དུ་བྱེད་མཁན་རྟོག་པ་ཡོད་རེད། གཉིས་ཀར་གྱི་དངོས་ཡུལ་དེ་དངོས་པོ་གཞན་ཟེར་རེད་ཟེར་བ་འདི་ལ། དེ་ན་ཡོད་པའི། དེ་ན་ཡོད་པའི་སྒྲ་དང་རྣམ་པར་རྟོག་པ་ཐམས་ཅད་རྣམ་འཇོག་གི་ཡུལ་ཅན་ནོ་ཟེར་དུས། ད། དངོས་པོ་གཞན་ཟེར་གྱི་མཚན་ཉིད་དེ་དངོས་པོར་སྣང་བའི་གྲོ་བདག་ཡིན་པ་རྒྱུ་མཚན་དེ་ན་ཡོད་པའི་སྒྲ། ད་འདི་ལ། ཡོད་པའི་སྒྲ་ཐམས་ཅད་ཀྱི་རྣམ་འཇོག་གི་ཡུལ་ཅན་ཡིན་ནོ།

ཐམས་ཅད་ཀྱི་རྣམ་དཔྱོད་ཡུལ་ཅན་ཡིན་ནོ་ཟེར་འགྲེལ་བ་བརྒྱབ། འདིར་འགྲེལ་བ་བརྒྱབ་ག་འདྲར་ཡབ་ཟེར་ན། དེ་ནི། དངོས་པོར་སྣང་བའི་སྒྲོ་བཏགས་ཏེ་དངོས་པོའི་གཞན་སེལ་གྱི་མཚན་ཡིན་པ་རྒྱུ་མཚན་དེས་ན། ཨ་ནི། དངོས་པོ་དངོས་ཡུལ་དུ་བྱེད་མཁན་གྱི། སྒྲ་ཡིས། དངོས་ཡུལ་ཐམས་ཅད། དངོས་པོ་གཞན་སེལ་ཡིན། འདིར་འགྲེལ་བ་བརྒྱབ། ད་དེ་ན། ཡོད། དེ་ན་ཡོད་པའི་རྣམ་པར་རྟོག་པ་ཐམས་ཅད་རྣམ་དཔྱོད་ཡུལ་ཅན་ཡིན་ནོ། སྟེ།

དཔེར་ན། རྣམ་རྟོག་ལ་བུམ་པར་སྣང་བ་དེ་བུམ་པའི་གཞན་སེལ་གྱི་མཚན་ཉིད། དེ་ནས་རྣམ་རྟོག་ལ་དཀར་བར་སྣང་བ་དེ་དཀར་བའི་གཞན་སེལ་གྱི་མཚན་ཉིད་ཡིན་ཟེར་རྒྱུ་རེད་དེ་རེད། ད་གཉིས་པ་དབྱེ་བ་རེད་གཉིས་པ་ནི་ཟེར་གཉིས་པ་དབྱེ་བ་རེད་བ། གཉིས་པ་དབྱེ་བ་ཞེས་པ་ལ་དེ་ནི། རྩ་བ་དང་འབྲེལ་བ་གཉིས་ཡོད་པ་ལས་དང་པོ་རྩ་བ་ནི་ཟེར་བ་རེད་སྣང་དང་མི་སྣང་མ་གཏོགས་ད་ཁ་སེང་དོན་དེ་རེད་དེ་ཟེར་གྱི་ན། སྣང་དང། སྣང་དང། སྣང་བ་དག་ནི་མི་སྣང་བའི་ཡུལ་གྱི་སྒོ་ནས་དབྱེ་ན་གཉིས་ཟེར།

མངོན་གྱུར་ལ་ངེས་པའི་གཞན་སེལ་དང། མི་སྣང་བ་ལྐོག་གྱུར་ལ་ངེས་པའི་གཞན་སེལ་གཉིས་ཡོད་སྲིད་པ་རེད། དེ་རིགས་ཁར་ས་ན་དེ་གཉིས་བྱུང་བར་བ་ལྟ་ཡུལ་གྱི་སྒོ་ནས་ས་ན་དེ་ནི་དངོས་པོའི་གཞན་སེལ་དེ་ལ་ཡུལ་གྱི་སྒོ་ནས་དབྱེ་བ་འབྱེད་པ་ཡིན་ན། སྣང་བ་མངོན་གྱུར་ལ་ངེས་པའི་གཞན་སེལ་དང་མི་སྣང་བ་ལྐོག་གྱུར་ལ་ངེས་པའི་གཞན་སེལ་གཉིས་ཡོད་སྲིད་པ་རེད། དེ་རྩ་བ་ཤེས་དང་འབྲེལ་བ་ཤེས་པ་ནི་ས།

དངོས་པོའི་གཞན་སེལ་ལ་དབྱེ་ན། སྣང་བ་དངོས་རྒྱུ་ལ་ངེས་པའི་གཞན་སེལ་དང་མི་སྣང་བ་ལྐོག་གྱུར་ལ་ངེས་པའི་གཞན་སེལ་གཉིས་ཡོད། ད་གང་ལྟར་ང་ཚོ་གོ་བ་གཅིག་གླེང་དགོས་རུང་བ། ཨ་ནེ་ལམ་སང་གོ་རེ་ཡུལ་གྱི་མགོ་ནས་སེ་དེར་གོ་རྒྱུ་དེ་ཡོད་རེད་དེ། གནས་སྐབས་ང་ཚོ་གོ་བ་ལག་པ་ལ་ཟིམ་ས་གོ་བ་གཅིག་གོ་དུས་ཡུལ་གྱི་མགོ་ནས་དབྱེ་ན་ཟེར་ན། དངོས་པོའི་གཞན་སེལ་ལ་དབྱེ་ནའང་སྲིད་གོ་རེ། དབྱེ་ན། དེ་ནི་སྣང་བ་དངོས་རྒྱུ་ལ་ངེས་པའི་གཞན་སེལ་དང་མི་སྣང་བ་ལྐོག་གྱུར་ལ་ངེས་པའི་གཞན་སེལ་གཉིས་ཡོད་སྲིད་གོ་རེ། རྩ་བ་ཞེས་ད་གཉིས་པ་འབྲེལ་བ་ཞེས་པ་ནི། ཡོད་པའི་གཞན་སེལ་ལ་དབྱེ་ན་ཟེར་དུ་ཡོད་པའི་གཞན་སེལ་དབྱེ་ན་ཟེར་ན། དངོས་པོ་གཞན་སེལ་ལ་དབྱེ་བ་བྱས་པ་ཡིན་ན་གཉིས་ཡོད་ཟེར་བ་གཉིས་ཡོད་དེ་ཟེར་བ་རེད། ད་གོང་དུ་ང་ཚོས་གསར་བརྗེ་དེ་བཤད་འགྲོ་འདུག་པ་ལ་ཡིག་འབྲི། དང་པོ་ཡོད་པའི་སྒྲ་དང་བློ་གཉིས་འཇུག་ཚུལ་གཅིག་པས་ཕྱོགས་གཅིག་ཏུ་འཇོན་ན་གཉིས་ལས་ཟེར། ལ་ལ་ས་ལས་དེ་མ་དག་པ་ཡིན་ས་གཉིས་ཏེ། མཚན་ཉིད་དང་དབྱེ་བའོ་སོ་འགྲོགས་པོ་ཡིན་ས་རེད་ད། ཕྱོགས་གཅིག་ཏུ་བརྗོད་ན་གཉིས་ཏེ། མཚན་ཉིད་དང་དབྱེ་བའོ་སོ་འགྲོགས་པོ་ཡིན་ས་རེད་ད། བྱས་ཙང་ཡོད་པ་གཞན་སེལ་ལ་དབྱེ་ན་ཟེར་དུས་དངོས་པོ་གཞན་སེལ་ལ་དབྱེ་ན་གཉིས་ཡོད་དེ་ས་གཉིས་ཡོད་གཉིས་པོ་དེ་ག་རེད་ཟེར་ན། སྣང་བ་མངོན་རྒྱུ་ལ་ངེས་པའི་གཞན་སེལ། མི་སྣང་བ་རྐུབ་ཀྱོག་ལ་ངེས་པའི་གཞན་སེལ་དང་གཉིས་ཡོད་སོ། མངོན་རྒྱུ་ལ་ངེས་པ་ཟེར་ན། སྣང་བ་དངོས་རྒྱུ་ལ་ངེས་པའི་གཞན་སེལ། ལྐོག་གྱུར་རུ་ཟེར་ན་དེ་ནི་མི་སྣང་བ་ལྐོག་གྱུར་ལ་ངེས་པའི་གཞན་སེལ་དུ་ཟེར་བ་རེད། ད་གཉིས་ཀར་ཡུལ་རེད་དངོས་རྒྱུར་དེ་ཡུལ་རེད་ལྐོག་གྱུར་དེ་ཡུལ་རེད། ག་རེ་ཟེར་དེར་བ་ཡུལ་ཤེས་པ་རེད་དེ་དེ་ཤེས་པ་རེད་འདི་དངོས་རྒྱུར་རུ་ཟེར་དེ་ཡང་གཞལ་བྱ་ད་འདིར་ག་སོ་རེད། དོན་སྤྱི་ལ་མ་བརྟེན་ནས་རྟོགས་པར་བྱ་བ་དེ་རེད། ལྐོག་གྱུར་ཟེར་དོན་ཅི་ལ་དེ་ནས་རྟོགས་པར་བྱ་བ་དེ་རེད། དེ་ནི་ཡུལ་རང་མཚན་ལྟ་བུ་གཅིག་སྟེང་དུ་སྒྲོ་སྐུར་བ་རེད། ད་འདོད་ན། མི་སྣང་སྣང་བ་མངོན་གྱུར་ལ་ངེས་པའི་གཞན་སེལ་དང། དེ་ནས། མི་སྣང་བ་ལྐོག་གྱུར་ལ་ངེས་པའི་གཞན་སེལ་གཉིས་ཡོད་སྲིད་དགོས་རེད། ད་དེ་ན་དང་པོ་སྣང་བ་མངོན་གྱུར་ལ་ངེས་པའི་གཞན་སེལ་ཞེས་པ་ལ་དེ་ནི་རྩ་བ་དང་འབྲེལ་བ་གཉིས་ཡོད་ལ་དང་པོ་རྩ་བ་ནི་ཡིན་སྲིད་དགོས་རེད། རང་གི་མཚན་ཉིད་སྣང་བ་ལ་འབྱེད་ཀྱི་ངེས་ཤེས་ཇི་སྙེད་པ་བར་དུ་དོན་དག་གཅིག་རེད། སྒྲ་དང་རྟོག་པས་བྱས་པ་ན་སེལ་བར་བྱའི་ཡུལ་དུ་གྱུར་ཟེར་དོན་དག་གཅིག་རེད་འདི་དོན་དག་གཅིག་ལ་འགྲེལ་བ་བརྒྱབ་ན་འགྲིག་གི་རེད། རང་གི་མཚན་ཉིད་སྣང་བ་ན་རྗེས་ཀྱི་ངེས་ཤེས་ཇི་སྙེད་པ་སྟེ། དེ་ནི། དོན་རང་མཚན་མངོན་སུམ་གྱིས་མཐོང་ཚར་བའི་རྗེས་སུ་བྱུང་བའི་རྣམ་རྟོག་གི་དངོས་ཡུལ་ཐམས་ཅད་སིལ་བུ་རེད། རང་གི་མཚན་ཉིད་སྣང་བ་ན་རྗེས་ཀྱི་ངེས་ཤེས་ཇི་སྙེད་པ་སྟེ། དེ་ནི། དོན་རང་མཚན་མངོན་སུམ་དུ་མཐོང་ཚར་བའི་མཇུག་ལ་འབྱུང་བའི་རྣམ་རྟོག་གི་ཡུལ་ཐམས་ཅད་བསྲེ་བ་རེད། སྒྲ་དང་ཆེ་བས་དབྱེ་བས་ན་བསྲེ་བ་བྱའི་ཡུལ་དུ་གྱུར་ཏེ། སྣང་བ་མངོན་རྒྱུ་ལ་ངེས་པའི་ཞེན་སེལ་ཡིན་བསྲེ་བ་རེད། འདིར་བསྡོམས་ན་དེ་གོ་བདེ་བོ་རེད། རང་གི་མཚན་ཉིད་སྣང་བ་ལ་འཇལ་བྱེད་ངེས་ཤེས་ཇི་སྙེད་པ་བར་དུ་དོན་དག་གཅིག། སྒྲ་དང་རྟོག་པས་ཕྱེ་བ་ལ་བསྲེ་བ་བྱའི་ཡུལ་དུ་གྱུར་ཟེར་དོན་དག་གཅིག་རེད། མདོར་ན། རང་གི་མཚན་ཉིད་སྣང་བ་ན་རྗེས་ཀྱི་ངེས་ཀྱི་ཇི་སྙེད་པ་སྟེ། དོན་དུ་རང་མཚན་མངོན་སུམ་གྱིས་མཐོང་ཚར་བའི་རྗེས་སུ་བྱུང་བའི་རྣམ་རྟོག་ཐམས་ཅད་ཀྱི་དངོས་ཡུལ་དེ་ཚོ་སེལ་བར། སྒྲ་དང་རྟོག་པའི་ཆེ་བ་ནི་སེལ་བར་བྱ་ཡུལ་དུ་གྱུར་ཏེ། སྣང་བ་མངོན་གྱུར་ལ་ངེས་པའི་གཞན་སེལ་ཡིན་སེལ་བ་རེད། ད་འདི་གཅིག་པོ་འགྲེལ་བར་བྱས་ན་འགྲིག་གོ་རེད་དེ་ནི་གོ་ཡིན་པོ་རེད། ཡིན་སེལ་བ་རེད། ད་དེ་ནས་འབྲེལ་བ་ཞེས་པ་གཉིས་པ་འབྲེལ་བ་ཤེས་པ་ནི་ཡིན་ཟེར་བ་རེད། དེ་འབྲེལ་བ་ཤེས་ཏེ་དབང་པོའི་ཤེས་པས་བུམ་པའི་རང་མཚན་མཐོང་བ་མངོན་སུམ་ཡིན་ལ་དེ་ལ་སྔོན་པོ་དང་སྔོན་པོ་མ་ཡིན་པར་བཏགས་པ་མེད་དམ་མིང་བཏགས་ཤིང་རྟོགས་པས་ཡིན་པ་དང་མ་ཡིན་ངེས་པར་འབྱེད་ན་བར་དོ་དོན་དག་གཅིག་རེད། འདི་ཚང་མ་སྙིང་དོན་གཅིག་ཏུ་འདུས་ཤོག་བར། དབང་པོའི་ཤེས་པས་བུམ་པ་རང་མཚན་མཐོང་བ་མངོན་སུམ་ཡིན་ལ། དེ་ལ་སྔོན་པོ་དང་སྔོན་མིན་བཏགས་དང་མི་བཏགས། ནགས་ན་སོགས་མིང་བཏགས་ཤིང་རྟོག་པས་ཡིན་པ་དང་མ་ཡིན་པར་ངེས་པར་བྱེད་ན་སྟེ། བུམ་པ་ལ་སོགས་དོན་རང་མཚན་མངོན་སུམ་དུ་མཐོང་ཚར་བའི་རྗེས་སུ་བྱུང་བའི་རྣམ་རྟོག་གི་ཡུལ་ཐམས་ཅད་སྲིད་པ་རེད། འདི་དོན་དག་དེ་རང་རེད། བྱས་ཙང་འདི་ངེས་པར་དུ་བསྡུས་དགོས་དེ་མེད་ན་འདི་དོན་དག་དེ་སྤུངས་ཐུབ་ཀྱི་མ་རེད། བློ་ལ་འཆར་བདེ་བོ་ཞིག་བཟོ་དགོས་རེད་བ། དབང་པོས་ཤེས་པའི། བུམ་པའི་རང་མཚན་མཐོང་བ་མངོན་སུམ་ཡང་དེ་ལ་སྔོན་པོ་དང་སྔོན་པོ་མ་ཡིན་པར་བཏགས་པ་མི་དང་མིང་བཏགས་ཕྱིར་རྟོགས་པའི་ཡིན་པ་མ་ཡིན་པར་ངེས་པར་བྱེད་ན་སྟེ། ཨ་ནི། བུམ་པ་རང་མཚན་བུམ་པ་ལ་སོགས་དོན་རང་མཚན་མངོན་སུམ་དུ་མཐོང་ཚར་བའི་རྗེས་སུ་བྱུང་བའི་རྣམ་རྟོག་གི་ཡུལ་ཐམས་ཅད་གཟིགས་པ་རེད། གཞན་སེལ་ཡིན་ཏེ། སྣང་བ་མངོན་རྒྱུ་ལ་ངེས་པའི་གཞན་སེལ་རེད་གཟིགས་པ་རེད། འོ་འདི་ཤེས་པ་རེད། དེ་ཡང་བརྗོད་ཞུས་ན། དེ་ནས་དེ་རེ་བ་ག་སོ་རེད། དབང་པོའི་ཤེས་པས་བུམ་པའི་རང་མཚན་མཐོང་བ་མངོན་སུམ་མིན་ལ་དེ་ལ་སྔོན་པོ་དང་དངོས་མིན་དང་རྟག་མི་རྟག་མིན་བརྟགས་ཤིང་རྟོགས་པས། ཡིན་པ་དང་མ་ཡིན་པ་ངེས་པར་བྱེད་ན་སྟེ། བུམ་པ་ལ་སོགས་དོན་རང་མཚན་མངོན་སུམ་གྱིས་མཐོང་ཚར་བའི་རྗེས་སུ་འབྱུང་བའི། རྣམ་རྟོག་ཐམས་ཅད་ཀྱི་ཡུལ་ནི། གཞན་སེལ་ཡིན་ཏེ། དེ་ནི་སྣང་བ་མངོན་གྱུར་ལ་ངེས་པའི་གཞན་སེལ་རེད། ཡིན། དེ་ཡིན་པའི་སྒྲུབ་བྱེད་འདྲ་བོ་སྟེ། རྣམ་འགྲེལ་ལས་གསུངས་འདུག་ཟེར་བ་རེད། མཐོང་བ་གང་ལའང་ཤེས་པ་གང་ཟེར་དོན་དག་ཅིག། སྤྱི་ཡི་དོན་ཅན་རྣམ་རྟོག་པ་ཟེར་དོན་དག་ཅིག་གཞན་གྱི་འཆར་སྒྲོ་མ་རྟོག་པ་དོན་དག་ཅིག་དེ་ཙམ་གསར་བའི་སྤྱོད་ཡུལ་གྱི་དོན་དག་ཅིག་རེད། ད་མཐོང་བ་གང་ལའང་ཤེས་པ་གང་སྟེ། དེ་ནས། ད་ད་འདི་དང་གི་ལ་བས་དེ་རེད། མཐོང་བ་གང་ལའང་ཤེས་པ་གང་སྟེ། དེ་ནས། བུམ་པ་ལ་སོགས་དོན་རང་མཚན། མངོན་སུམ་དུ་མཐོང་ཚར་བའི་རྗེས་སུ་བྱུང་བའི། རྣམ་རྟོག་ཐམས་ཅད་སེལ་འཇུག་རེད་མི་འདུག་འུ་སེའུར་ཁུག་ཡིན། མཐོང་བ་དགའ་ལངས་ཤེས་པ་གང་བལྟས་ཡིན། བུམ་པ་བུམ་པ་ལ་སོགས་དོན་རང་མཚན་མངོན་སུམ་དུ་མཐོང་ཚར་བའི་རྗེས་སུ་བྱུང་བའི་རྣམ་རྟོག་ཐམས་ཅད་སེལ་འཇུག་རེད་མི་འདུག་འུ་སེའུ་དངོས་གནས་བྱས་ན་སེལ་འཇུག་རེད་མི་འདུག་འུ་སེའུར་ཁུག་ཡིན། སྤྱིའི་དོན་སྤྱིའི་རྣམ་རྟོག་པ་དེ་ཡིན་ན་ཡང་ཁྱོད་རང་གིས་སེལ་འཇུག་ཡིན་ཟེར་གྱི་འདུག་འུ་སེའུ་རེད། ད་དེ་ལ་སྒྲུབ་བྱེད་ག་རེ་ཡོད་འུ་སེའུ་རེད། དེ་ང་ཚོས་སྒྲུབ་བྱེད་ཤེས་དགོས་རེད། གཞན་གྱི་འཕྱ་འཕྲོ་མ་བརྟགས་པ། སྟེ། ད་དང་པོར། བུམ་པ་ལ་སོགས་དོན་རང། བུམ་པ་ལ་སོགས་དོན་རང་ཚད་མངོན་སུམ་དུ་མཐོང་ཚར་བའི་རྗེས་སུ་ཆུད་པའི་རྣམ་རྟོག་དེ། ཁོ་རང་གི་རྣམ་རྟོག་གི་རྒྱུན་ཡོད་པའི་རིང་ལ། དེ་ནས། དེ་ནས་ག་སུ་རེད། དེ་མིན་དུ་རྩ་ནས་བསམ་གི་ཡོད་མ་རེད། དེ་མིན་དུ་རྩ་ནས་མི་སེམས་པ་ཡིན་དུས་དེ་ཙམ་སེལ་བའི་སྤྱོད་ལུགས་ཅན་ཁོ་སེམས་འཇུག་རེད། བྱས་ཙང་དེ་འདྲའི་རྣམ་རྟོག་གི་ཡུལ་དེ་དེ་ནི་ད་སྣང་བ་མངོན་གྱུར་ལ་ངེས་པའི་གཞན་སེལ་ཡིན་སྲིད་པ་རེད། ད་མཐོང་བ་འགའ་ལ་ཤེས་པ་གང་ཟེར་ན་གཅིག་བཤད་རོགས། མཐོང་བ་འགའ་ལ་ཤེས་པ་གང་ཟེར་ན། མཐོང་བ་གང་ལ་ཤེས་པ་གང་སྟེ། བུམ་པ་ལ་སོགས་དོན་རང་མཚན་མངོན་སུམ་དུ་མཐོང་ཚར་བའི་རྗེས་སུ་ཆུད་པའི་རྣམ་རྟོག་དེ་དངོས་གནས་བྱས་ན་སེལ་འཇུག་རེད་མི་འདུག་སྲིད་པ་རེད། སྤྱིའི་རྣམ་སྤྱིའི་དོན་སྤྱི་རྣམ་རྟོག་པ་སྟེ་ཡིན་ན་ཡང་ཁྱོད་རང་གིས་སེལ་འཇུག་རེད་ཟེར་ལབ་གི་འདུག་ཨང་སྲིད་པ་རེད། དེ་ལ་སྒྲུབ་བྱེད་གར་ཡོད་ཟེར་བ་རེད། དེ་ང་ཚོས་ལན་དུ་གཞན་གྱིས་ཕྱར་གྲུ་མ་བཏགས་པ་སྟེ། དེ་ནི་བུམ་པ་ལ་སོགས་དོན་རང་མཚན་མཐོང་བའི་རྗེས་སུ་བྱུང་བའི་རྣམ་རྟོག་དེ། དེ་ནི་ཁོ་རང་ཡོད་པའི་རིང་ལ་དེ་ནི་བུམ་མིན་ལ་སོགས་སུ་བུམ་མིན་ལ་སོགས་སུ་གྲོ་བཏགས་ཀྱི་ཡོད་མ་རེད། བུམ་མིན་ལ་སོགས་སུ་ཡིན་བསམ་གྱི་ཡོད་མ་རེད། བྱས་ཙང་དེ་ཙམ་སེམས་ཀྱི་སྤྱོད་ཡུལ་ཅན་དེ་ཁོ་ནི་སེམས་འཇུག་རེད་ཟེར་བ། དེ་རེད། དེ་འདྲ་བའི་དེ་ནི་རྣམ་རྟོག་གི་དངོས་ཡུལ་དེ། ད་སྣང་བ་མངོན་གྱུར་ལ་ངེས་པའི་གཞན་སེལ་ཡིན་ཞེས་གསུངས་སོ་ཟེར་བ་རེད། སྣང་བ་དང་སེལ་བ་གཉིས་པོ་ཐོག་མ་མེད་པའི་བག་ཆགས་ཀྱི་གཅིག་ཏུ་བསྲེ་བ་ཡིན་པས་མུ་སྟེགས་བྱའི་དབང་ཤེས་ལ་རྟོག་པ་རྟོག་པའི་ལོག་རྟོག་འབྱུང་བ་ཡང་དེ་ཡིན་ནོ་ཟེར་བ་རེད། ད་སྣང་བ་དང། དེ་ནི་ཅི་ལྟར་ནས་སྣང་སྣང་བ་སྣང་སེལ་གཉིས་པོ་དེ། དོན་དག་གོ་ཁག་པོ་ཡོད་རེད་ཟེར་བ་རེད། སྣང་བ་དང་གསལ་བ་གཉིས་ཐོག་མ་བག་ཆགས་གཅིག་ཏུ་བསྲེ་བ་ཡིན་པས་ཟེར་ན། སྣང་གསལ་གཉིས་པོ་དེ་སྐྱེ་བ་ཐོག་མ་མེད་ནས་གོམས་དེའི་བག་ཆགས་ཀྱིས་གཅིག་ཏུ་འཁྲུལ་འགྲོ་གི་ཡོད་རེད་གཅིག་ཏུ་འཁྲུལ་འགྲོ་གི་ཡོད་རེད་ཟེར་བ་རེད། སྣང་བ་དང་གསལ་བ་གཉིས་ཐོག་མ་བག་ཆགས་ཀྱིས་གཅིག་ཏུ་བསྲེ་བ་ཡིན་པས་ཟེར་ན། སྐྱེ་བ་ཐོག་མ་མེད་པར་བག་ཆགས་ཀྱི་རྐྱེན་གྱིས་སྣང་གསལ་གཉིས་གཅིག་ཏུ་འཁྲུལ་འགྲོ་བ་ཡིན་ཙང། མུ་སྟེགས་བྱེད་དབང་ཤེས་ལ་རྟོག་པའི་ལོག་རྟོག་འབྱུང་བ་ཡང་དེ་ཡིན་ནོ་ཟེར་ན། མུ་ཏིག་བྱེ་བྲག་པ་ལ་སོགས་པ་རྣམས་ཀྱིས་དབང་ཤེས་རྟོགས་བྱེད་རེས་སུ་ལབ་དགོས་པའི་རྒྱུ་མཚན་རྩ་བ་ཡང་དེ་ལ་ཐུག་པ་རེད། འོ་དེའི་བར་དུ་ད་སྣང་བ་ཀུན་མངོན་རྒྱུད་ལ་ངེས་པའི་གཞན་སེལ་ཞེས་པ་རེད་ད་དང་པོ་ང་ཚོ་དངོས་པོའི་གཞན་སེལ་གྱི་མཚན་ཉིད་ཡོད་ཟེར་ན། དེ་ནས་དངོས་པོའི་གཞན་སེལ་གྱི་མཚན་ཉིད་ཁྱེར་ཞོག་ཟེར་ན་དེ་རུ་བ་ག་སོགས་རེད། དངོས་པོར་སྣང་བའི་གྲོ་དག་དེ་རྣམ་རྟོག་ལ་དངོས་པོར་སྣང་བ་དེ། རྣམ་རྟོག་ལ་དངོས་པོར་སྣང་བ་དེ། དངོས་པོའི་གཞན་སེལ་མཚན་ཉིད་ཡིན་ཟེར་བ་རེད། ད་དེའི་རྒྱུ་ལ། དེ་ལ་གཉིས་ཡོད་རེད་བ་དངོས་པོ་གཞན་སེལ་ལ་གཉིས་འདུག་བ། དེས་ན་སྣང་བ་མངོན་གྱུར་ལ་ངེས་པའི་གཞན་སེལ་ག་འདྲ་རེད་ཟེར་ན། དེ་ནི། བུམ་པ་ལ་སོགས་དོན་རང་མཚན་མངོན་སུམ་དུ་མཐོང་ཚར་བའི་རྗེས་སུ་འབྱུང་བའི་རྣམ་རྟོག་གི་དངོས་ཡུལ་ཚང་མ། དེ་ནི། སྣང་བ་མངོན་གྱུར་ལ་ངེས་པའི་གཞན་སེལ་ཡིན་ཟེར་རྒྱུ་རེད། ཟས་སུ་ངོ། ཟླ་གཉིས་པ། ལྐོག་གྱུར་ལ་ངེས་པའི་གཞན་སེལ་ལ། མི་སྣང་བ་ལྐོག་གྱུར་ལ་ངེས་པའི་གཞན་སེལ་བཤད་པ་ལ། དེ་ནས། མཚན་ཉིད་དང་དབྱེ་བ་གཉིས་ཡོད་པའི་ནང་ནས་དང་པོ་མཚན་ཉིད་ལ། རྩ་བ་དང་འབྲེལ་བ་གཉིས་ཡོད་པའི་ནང་དང་པོ་རྩ་བ་ནི་སྲིད་པ་རེད། རང་གི་མཚན་ཉིད་མི་སྣང་བ་རྟགས་ལ་ལྟོས་པའམ་རྟགས་ལ་ལྟོས་པ་མི་འདོད་ཀྱང་བར་དོན་དག་ཅིག་རེད། སྒྲ་དང་རྟོག་པའི་ཡུལ་ལེན་པའི་ངེས་པ་དེའང་བར་དོན་དག་ཅིག་གཞན་སེལ་ཡིན་སྲིད་རེད། ད་རང་གི་མཚན་ཉིད་རྣམས་མི་སྣང་བ་རྟགས་ལ་ལྟོས་པ་མི་སྡུག་ཀྱང་སྟེ། དེ་ནི་མངོན་སུམ་གྱི་རང་དོན་རང་མཚན་མཐོང་བ་སྔོན་དུ་འགྲོ་མི་དགོས་པར་སོ། ད་དང་གི་མི་སྣང་བ་མངོན་བརྗོད་ལ་ངེས་པའི་གཞན་སེལ་ཤེས་པའི་སྐབས་སུ། ངེས་པར་དུ་དོན་རང་མཚན་མཐོང་བའི་མངོན་སུམ་གྱི་དངོས་ལ་འགྲོ་དགོས་བར་བ་འདི་ལ་འགྲོ་དགོས་མ་རེད་ཟེར་བར། རང་གི་མཚན་ཉིད་མི་སྣང་བ་རྟགས་ལ་ལྟོས་པ་མི་སྡུག་ཀྱང་སྟེ། དེ་ནི། མངོན་སུམ་གྱིས་དོན་རང་མཚན་མཐོང་བས་མངོན་སུམ་གྱིས་སྔོན་དུ་འགྲོ་མི་དགོས་པར། སྒྲ་དང་རྟོག་པའི་ཡུལ་ལེན་པའི་ངེས་པ་དེའང་སྟེ། སྒྲ་རྟོག་གི་དངོས་ཡུལ་ཐམས་ཅད་ནི་གཞན་སེལ་ཟེར་ན་མི་སྣང་བ་ལྐོག་གྱུར་ལ་ངེས་པའི་གཞན་སེལ་ཡིན་ཟེར་བ་རེད། ད་དེ་དོན་དག་ཁ་སེང་ང་ཚོས་ཤེས་ཡས་དེ་རེད་ག་ལ་ཟེར་ན། དོན་རང་མཚན་མངོན་སུམ་དུ། མངོན་སུམ་གྱིས་དོན་རང་མཚན་མཐོང་བ་གཅིག་སྔོན་དུ་འགྲོ་མི་དགོས་པར། སྒྲ་དང་རྟོག་པའི་ཡུལ་དངོས་ཡུལ་དེ་ཚོ་དེ་ནི་མི་སྣང་བ་ལྐོག་གྱུར་ངེས་པའི་གཞན་སེལ་རེད་གཟིགས་པ་རེད། ད་འདི་མཚན་ཉིད་ཞེས་པར་འདི་ལ་དབྱེ་བ་ཆེན་པོ་གསུམ་ཡོད་ཀྱི་འདུག་བ། ད་དང་པོ་ང་ཚོ། མི་སྣང་བ་ལྐོག་གྱུར་ངེས་པའི་གཞན་སེལ་ཟེར་ག་འདྲ་ཞིག་ལབ་ཀྱི་ཡིན་པ་ཟེར་ན། དེ་ནི་དོན་རང་མཚན། མངོན་སུམ་དུ་མཐོང་བ་ཅིག་སྔོན་དུ་འགྲོ། འགྲོ་མི་དགོས་འགྲོ་མི་དགོས་པར། སྒྲ་རྟོག་གི་དངོས་ཡུལ་དེ་ཚང་མ། མི་སྣང་བ་ལྐོག་གྱུར་ངེས་པའི་གཞན་སེལ་ཡིན་སྲིད་པ་རེད། ད་མི་སྣང་བ་ཅེས་ད་རང་གི་མཚན་ཉིད་མི་སྣང་བ་ལྟ་ལ། འདི་རེད་དང་པོ་འདི་འདྲ་ཡིན་ས་རེད་རང་གི་མཚན་ཉིད་མི་སྣང་བ་བ་ཏུ་གཅིག་ཞེས། རྟགས་ལ་ལྟོས་པ་མི་ལྟོས་ཀྱང་སྒྲ་དང་རྟོག་པའི་ཡུལ་ལེན་པའི་ངེས་པ་དེའང་བ་ཏུ་དོན་དག་འདི་ལ་གསུམ་དུ་འགོད་དགོས་འདུག་རང་གི་མཚན་ཉིད་རང་གི་མཚན་ཉིད་མི་སྣང་བ་ཅེས། རྟགས་ལ་ལྟོས་པའམ་མི་ལྟོས་ཀྱང་སྒྲ་དང་རྟོག་པའི་ཡུལ་ལེན་པའི་ངེས་པ་དེའང་གཉིས་པར་བྱས་གཞན་སེལ་ཡིན་ཞེས་ད་རང་གི་མཚན་མི་སྣང་བ་ཟེར་དུས་རང་གི་མི་སྣང་བ་སྟེ། དོན་རང་མཚན་མཐོང་མཁན་མངོན་སུམ་གཅིག་མངོན་དུ་འགྲོ་མི་དགོས་འགྲོ་མི་དགོས་པར་ཟེར་བ་རེད། རྟགས་ལ་ལྟོས་པའམ་མི་ལྟོས་ཀྱང་སྒྲ་དང་རྟོག་པའི་ཡུལ་ལེན་པའི་ངེས་པ་དེའང་སྟེ། དེ་ནི་རྣམ་རྟོག་སྒྲ་རྟོག་གི་དངུལ་དུ་སྒྲ་རྟོག་གི་དངུལ་ཚང་མ་བསྲེ་བ་རེད། གཞན་སེལ་ཡིན་ཟེར་ན་མི་སྣང་བ་ལྐོག་གྱུར་ལ་ངེས་པའི་གཞན་སེལ་ཡིན་ཟེར་བར་ཡང་བསྒྱུར་ཞུས་ན་རང་གི་མཚན་ཉིད་མི་སྣང་བ་སྟེ། དོན་རང་མཚན་མངོན་སུམ་ལ་དོན་རང་མཚན་མངོན་སུམ་ལ་མཐོང་བའི་མངོན་སུམ་གྱིས་སྔོན་དུ་འགྲོ་མི་དགོས་པར་ཟེར་བ་རེད། རྟགས་ལ་ལྟོས་པ་མི་ལྟོས་ཀྱང་སྒྲ་དང་རྟོག་པའི་ཡུལ་ལེན་པའི་ངེས་པ་དེའང་སྟེ། སྒྲ་རྟོག་གི་དངུལ་ཡུལ་ཐམས་ཅད།

དོན་རང་མཚན་མཐོང་མཁན་མངོན་སུམ་གཅིག་མངོན་དུ་འགྲོ་མི་དགོས་པར། སྒྲ་དང་རྟོག་པའི་དངོས་ཡུལ་དེ་ཚོ་མི་སྣང་བ་ལྐོག་གྱུར་ངེས་པའི་གཞན་སེལ་ཡིན། འདི་ལ་ཆ་ཚང་བསྲེ་བ་རང་གི་ཚེ་མི་སྣང་བ་སྒྲ་རྟོག་གི་ངེས་པའོ་ཟེར་བཤད་དོ། དེ་ག་རེད། དོན་རང་མཚན་མངོན་སུམ་དུ་མཐོང་བའི་མངོན་སུམ་གཅིག་མངོན་དུ་འགྲོ་མི་དགོས་པར། དེ་ནི་སྒྲ་དང་རྟོག་པའི་དངོས་ཡུལ་དེ་ཚོ་ཚང་མ། མི་སྣང་བ་ལྐོག་གྱུར་ལ་ངེས་པའི་གཞན་སེལ་ཡིན། འོ་འདི་བཤད་སོང་བ་རེད། ད་གཉིས་པ་དབྱེ་བ་ལ། དེ་གཉིས་པ་དབྱེ་བ་ཞེས་པ་ལ་དབྱེ་བ་ཞེས་པ་ལ་དེ་ནི་དེའི་འགོར་བ་ག་སོགས་རེད། རྩ་བ་དང་འབྲེལ་བ། དབྱེ་བ་ལ་རྩ་བ་དང་འབྲེལ་བ་གཉིས་ཡོད་ལ་དང་པོ་རྩ་བ་ནི། བདེན་དང་མི་བདེན་མཐའ་གཉིས་པ་རྟོགས་པའི་འཇུག་ཚུལ་རྣམ་པ་གསུམ། ནི་འདས་པ་རྗེས་དཔག་གི་གཞན་སེལ། མི་བདེན་པ། ལོག་ཤེས་ཀྱི་གཞན་སེལ། མཐའ་གཉིས་པ། མཐའ་གཉིས་པ་རྟོགས་པའི་འཇུག་པ་ཟེར་ན་ཐེ་ཚོམ་གྱི་གཞན་སེལ་ཟེར་བ་རེད། དང། རྣམ་པ་གསུམ། རིགས་མ་འདྲ་གསུམ་ཡོད་ཟེར་བ་རེད། ད། མི་སྣང་བ་ལྐོག་གྱུར་ངེས་པའི་གཞན་སེལ་ལ་དབྱེ་བ་ཕྱེ་ན་གསུམ། བདེན་པ་རྗེས་དཔག་གི་གཞན་སེལ། མི་བདེན་པ། ལོག་ཤེས་ཀྱི་གཞན་སེལ། མཐའ་གཉིས་པ་རྟོགས་པའི་འཇུག་པ་སྟེ། ཐེ་ཚོམ་གྱི་གཞན་སེལ་དང་རྣམ་པ་གསུམ་ཡོད་ཟེར་བ་རེད། ད་རྩ་བ་ཞེས་འབྲེལ་བ་ནི། བཟླས་པ་ལ་འཇུག་པ་རྗེས་དཔག་གཞན་སེལ་ཟེར་ན། རྗེས་དཔག་མཚན་མའི་དངོས་ཡུལ་དོན་དུ་བསྲེ་བ། བཟླས་པ་ལ་འཇུག་པ་རྗེས་དཔག་གཞན་སེལ་ཏེ། རྗེས་དཔག་མཚན་མའི་དངོས་ཡུལ་དོན་དུ། ཨ་ནི་བཟླས་པ་ལ་འཇུག་པའི་རྗེས་དཔག་གཞན་སེལ་ཡིན་ཟེར། བརྫུན་པ་ལ་འཇུག་པ་ལོག་ཤེས་ཀྱི་གཞན་སེལ་ཟེར་ན། རྟོག་པ་ལོག་ཤེས་ཀྱི་དངོས་ཡུལ་ཚང་མ། ཨ་ནི་བརྫུན་པ་ལ་འཇུག་པ་ལོག་ཤེས་ཀྱི་གཞན་སེལ་ཡིན་ཟེར། ཨ་ནི་མཐའ་གཉིས་རེ་དོར་བ་ཐེ་ཚོམ་གྱི་གཞན་སེལ་ཟེར་ན། ཐེ་ཚོམ་གྱི་དངོས་ཡུལ་ཚང་མ་ཨ་ནི་མཐའ་གཉིས་ཀར་ཐོབ་པའི་ཐེ་ཚོམ་གྱི་གཞན་སེལ་ཡིན་སྲིད་པ་རེད། བྱས་ཙང་འདི་ལ་བདེན་པ་ལ་འཇུག་པ་རྗེས་དཔག་གི་གཞན་སེལ་ཟེར་ན་རྗེས་དཔག་ཚད་མའི་དངོས་ཡུལ་རེད། རྗེས་དཔག་ཚད་མའི་དངོས་ཡུལ་དེ་ལ་མིང། བདེན་པ་ལ་འཇུག་པ་རྗེས་དཔག་གི་གཞན་སེལ། ཨ་ནི་རྟོག་པ་ལོག་ཤེས་ཀྱི་དངོས་ཡུལ་དེ་ལ་མིང། བརྫུན་པ་ལ་འཇུག་པ་ལོག་ཤེས་ཀྱི་གཞན་སེལ། ཐེ་ཚོམ་གྱི་དངོས་ཡུལ་དེ་ལ་མིང། གཉིས་ཀར་ཐོབ་པ་ཐེ་ཚོམ་གྱི་གཞན་སེལ་ཟེར་གྱི་རེད་སྲིད་པ་རེད། ཨེ་ད་དང་པོ། དེ་ནས་བདེན་པ་ལ་འཇུག་པ་རྗེས་དཔག་གི་གཞན་སེལ་ལས་ཤེས་པ་ལ། ཨེ་ནི་རྩ་བའི་ས་བཅད་གསུམ་ཡོད་ཟེར་བའི་རང་གི་འཐད། རང་གི་འཐད་པ་བརྗོད་པ། གཞན་གྱིས་བརྟག་པ་བཀག་པ་བཀག་པ་ལ་མི་འཐད་པ་སྤང་བ་དང་གསུམ་ཡོད་པ་ལས། དང་པོ་རང་གི་འཐད་པ་བརྗོད་ན་ཟེར་བའི་རང་ལུགས། རང་གི་འཐད་པ་བརྗོད་ན་ཟེར་བའི་རང་ལུགས་བརྗོད་ན་ཟེར་བའི་རང་ལུགས་བརྗོད་པ་ཡིན་ན། རྗེས་དཔག་གི་ཆོས་གསུམ་ཀ་གཞན་སེལ་ཡིན་ཏེ། རྗེས་དཔག་ཚད་མས་མངོན་དུ་གྱུར་པའི་རྟགས་ཆོས་དོན་གསུམ་ཀ་གཞན་སེལ་ཡིན་ཏེ། མི་སྣང་བ་ལྐོག་གྱུར་ལ་ངེས་པའི་གཞན་སེལ་རེད། ག་རེ་ཟེར་ན་དགག་སྒྲུབ་རྟོག་པས་གྲོགས་བཏགས་ནས་དོན་ལ་འཇོལ་བའི་ཕྱིར་རོ་སྟེ། དགག་སྒྲུབ་རྟོག་པས་བཏགས་ན་ལྟས་སྣང་རྟགས་གཅིག་ཏུ་འཁྲུལ་ནས་དོན་ལ་འཇོལ་བར་བསྒྲུབ་བྱ་རྟོགས་པར་བྱེད་ཀྱི་ཡོད་རེད།